ཨ་ལོ་བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས། ཨ་ནེའི་བསླབ་གཞི་ལོངས་ཤིག་ནང་ལ་ཕེབས་མཁན་གསན་གཟིགས་གནང་མཁན་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་དེ་རིང་ང་བདེ་ཆེན་ཤག་ལ་ཅིག་བཅར་གི་ཡོད་བ་བསྟན་པ་སོང་ཙང། མ་བའི་མགྲོན་པོ་རེད་ད་མ་བའི་མགྲོན་པོ་ཡིན་ནི་གང་ལ་དེ་བས་ཀྱང་ལག་པ་སྟོང་པ་འགྲོ་ཡ་ཡོད་མ་རེད་བ། དེ་གི་ངས་དང་པོ་དེ་ལ་ཨ་ནེའི་ལག་པ་སྟོང་པ་མིན་ད་སྟོང་མིན་ཙམ་ཟིག་ལ་ཨ་ནེ་ངས་ཕྱག་རྟགས་འདི་འདྲའི་ཅིག་གི་ནབ་ལ་ཡོད་ད་རྣམ་པ་ཚོས་ཅིག་གསན་རོགས་གྱིས་ཨ།

ད་ཞེ་དྲག་འཇོན་གི་མི་འདུག་ད་ང་ཡིན་ན་ཞེ་དྲག་འཇོན་གི་མི་འདུག་ད་ཡིན་ན་དེ་རིང་མི་དམངས་ལ་ཁས་ལེན་བྱས་ནས་ང་ཅིག་ཡོང་གི་ཡིན་ཟེར་དྲ་ཐོག་ལ་ཅིག་བཤད་མཁན་ལབ་ནི་སྒང་ལ་མི་མང་པོ་ཞུགས་གི་ཨ་ནི་ཨོ་ད་བཤད་དགོས་གི་རེད་ལབ་ནི་མང་པོ་འདུག་ད་དེ་ཡིན་པ་སོང་ཙང་ད་ངས་བདེ་ཆེན་ཤག་སྐོར་ལ་ཅིག་བཤད་གིན་ད་བདེ་ཆེན་ཤག་ང་ཚོ་ད་མཚམས་སྦྱོར་ཅིག་དགོས་ཡ་དེ་འདྲའི་སྐད་མི་འདུག་ཨ་ནི་ད་སྐད་གྲགས་ཡོད་པར་བ་རྣམ་པ་ཚོ་ཆ་ཚང་གི་ཧ་གོ་གི་རེད་དེ་ཡིན་པ་སོང་ཙང།

བུ་གུ་ཆུང་ཆུང། ནས་བཟུང་སྟེ་ཕ་མ་ལ་ཁ་བཀར་ནས་ཅིག་ད་དེའི་ནང་ལ་འགྲོ་ནས། གནས་ལ་པར་བྲིས་ཡ་དང་ད་དེ་བཟོ་ཡིན་ཡིན་པ་ཅིག་ད་གང་ལྟར་རྒྱབ་འགྱུར་བྱེད་ཡ་གི་དེར་བ། ད་ཡིན་ན་མོ་རང་གི་ད་རེས་སྟབས་མ་བརླག་པ་ཅིག་ལ་གནས་དེའི་སྐོར་དུ། ཡག་པོ་འདུག་མོས་དེའི་ནང་གི་གནས་མིག་མཐོང་ལག་ཟིན་གི་བུ་གུ་དེ་འདྲའི་མོ་ཐུག་སོང་ཁ་ཤས་བོད་སྐད་དྲ་ཡག་པོ་བཤད་གི་འདུག་ཟེར་ཡ་དང་ད་ཁྱད་པར་དུ་གི་གནས་རྒྱ་ནག་གཞུང་གི་བོད་ཡིག་བོད་སྐད་ཙམ་མ་ཡིན་པའི་དེའི་ནང་ནས་དང་དུས་དང་བསྟུན་པའི་གནས་བོད་པ་གི་བུ་གུ་ཚོ་ལ་ནས་ད་མ་འོངས་པ་ན་ཨུ་སྟོང་འབར་བའི་མདུན་ལམ་ཡོད་རྒྱུ་དེ་འདྲའི་གི་སྤོ་གི་བཟོ་གི་འདུག་ད་མོ་པད་ད་དེ་ལ་ཨ་ནི་ཨ་ནི་རྒྱ་ནག་གཞུང་ལ་ཐུགས་རྗེ་ཆེ་ཞུ་ཡ་དང་ད་དེ་འདྲའི་གི་མོ་གི་སྐད་ཆ་ཅིག་བཤད་ཡོད་ར་བ། ད་དེ་ཡིན་པ་སོང་ཙང་ད་ད་རིས་འདི་བདེ་ཆེན་ཤ་མི་ཡི་སྒེར་བྱེད་ཡ་ད་མ་རེད་ད་ང་ཚོ་གལ་ཆེ་ཤོས་དེ་རྒྱ་ནག་གཞུང་གི་ད་ད་གི་དགག་བསྐྱེད་བྱེད་ས་གི་སློབ་གྲྭ་དེ་གི་གནས་སྟངས་དེའི་སྐོར་དུ་ངས་ཅིག་བཤད་ངེས་འགྲོ་སོང། དེ་བཞིན་ནི་གང་ལགས་ད་དེ་དང་མཉམ་པོ་དེ་བཞིན་གཤེགས་ད་མོ་རང་གི་དེ་སྐད་རྒྱས་འདྲ་བོ་ད་དེར་བ། དེ་འབའ་སོང་ཙང་དེ་བཞིན་གཤེགས་ལ་ཅིག་བཤད་ཀྱིན་ཨ་ལས་དེ་བཞིན་གཤེགས་མ་བཞིན་ནོ་གུར་སྔོན་ལ། ད་ཨ་ནི་འདི་འདྲའི་འདྲ་བོ་ཅིག་རེད་ད་ང་ཚོའི་དྲ་ཐོག་ལ་སླེབས་ནས་ད་ཁྱད་པར་དུ་གི་བོད་ཕྱི་ལོག་གི་དྲ་ཐོག་འདི་ལ་ཨ་ནི་ཚོར་བ་སྐྱེན་པོ་ཅིག་ཨ་ནི་དགའ་མི་དགའ་ཕྱོགས་བཤད་ནས་དེ་མང་ཨ་ཅིག

ད་མོ་རང་གི་ནི་ཚེ་དོན་གྱི་འདས་དང་སྐྱེ་མཆེད་ནི་ཅི། བདེ་ཆེན་ཤར་སྐོར་ལྷ་ར་ཅིག་ནི་གཏོར་སྣང་འདྲ་བོ་ཅིག་བྱས་ཡིན། དེ་བྱས་ནི་གང་ལ། ད་སྤོབས་པ་དེ་ཚོ་གི་ནི་མོ་གི་ད་བཤད་ར་དེ་ཚོ་ར་ད་ཡག་པོ་མི་འདུག་ལབ་ནི་དེ་འདྲས་ར་འདུག་ཡིན་ནའང་ཕ་ད་ཡོང་ནི་གང་ལ། ངའི་མཐོང་ཚུལ་ཡིན་ན། ད་སྒྱུ་རྩལ་པ་གཅིག་གི་ད་སེམས་ཁམས་ཀྱི་རང་དབང་དམངས་གཙོ་དྲང་བདེན་ནི་ད་གྱེན་ལོག་ཟིན་ན་རེད་ད་ངོ་རྒོལ་རྒྱབ་ཡ་གི་སྙིང་སྟོབས་ད་དེ་ཚོ་སྒྱུ་རྩལ་པ་གི་ནང་སེམས་ཀྱི་མཛེས་སྡུག་གི་ཆར་བ་དེ་ག་ཚད་ཡོད་མེད་ལ་མ་བལྟས་ད་རྣམ་པ་གཅིག་ཏུ་ནི་ད་སེམས་ཁམས་དུ་ཕྱི་ལོག་ལ་སྟོན་ཡ་གི་ད་ཤེས་ཡིན་ན་རེད་རི་མོ་བྲིས་དགོས་གི་ཡོད་ན་རེད་སྙན་ངག་བྲིས་དགོས་གི་ཡོད་ན་རེད་དེ་སྟོན་ཡ་གི་ཡང་ཁོ་ལག་ཆ་གཅིག་བགོར་བ་ད་དེ།

རྣམ་པ་ཇི་རིགས་དུ་དེའི་སྟོང་ཉིད་འདྲ་བོ་ཅིག་མཐོང་དགོས་བར་བར་མི་སྡུག་པའི་ཆ་ཅིག་དེ་འདྲའི་རང་ལྟ་མ་རེད་བཤད་མོད་དེའི་ད་ལྟ་ལོ་ནི་ཡ་གཅིག་རེ་མ་གཏོགས་ལོ་ཅུང་ཆུང་ངུ་འབའི་སྐབས་ལ་དེ་འཛིན་མ་ཡོད་ས་རེད་ད་ག་ནང་བཞིན་གྱི་སྐད་སྔགས་ར་དེ་ཚོ་ར་འགྲིག་ཐག་ཆོད་འདུག་ད་སྔགས་བཞི་ཟེར་ཡ་དེ་ད་ངས་ཀྱང་གོ་གི་མེད་མ་གཏོགས་དེའི་ཞེས་གི་ནང་དོན་གྱི་བར་བ་དེའི་སྤྱིར་བཏང་དེའི་སྐད་སྔགས་ལ་རྒྱབ་ནས་དེའི་གི་ད་ཅིག་ལེན་སྟངས་ར་དེ་ཚོ་ཡག་པོ་འདུག་དེ་ཅིག་གཅིག། དེ་ནས་ད་བདེ་ཆེན་ཤག་གི་ད་ངས་མོ་རང་གི་སྐོར་ལ་ཅིག་ཁོ་རང་ཚོ་ད་ཕ་ཡུལ་གཅིག་པ་རེད་དེ་ཚོ་བརྒྱུད་ནས་ཤེས་པ་ཡིན་ན། མོ་ད་རེས་ད་སྟབས་མ་བརླག་པའི་དོན་རྐྱེན་འདི་འདྲའི་ཅིག་གི་ནང་ལ་ཚུད་དགོས་ཡ་ལ་ད་རྒྱུ་མཚན་འདྲ་བོ་གལ་ཆེ་ཤོས་དེ་ག་རེ་རེད་ན་ད་མོ་བོད་ནང་ལ་ཅིག་རོགས་པ་བྱེད་གི་ཡོད་ལབ་ན་རེད་ད་ཅིག་དཔལ་འབྱོར་དྲ་སྟེགས་གི་མ་རྩ་གང་ལ་གང་འཚམ་བཙུགས་ནས་ཅིག་ཨ་ནེ་མོ་བོད་ནང་ལ་ལས་ཀ་དེ་བྱེད་ནས་དེ་རེད་འདུག་བ། ད་དེ་གཅིག་ནི་གང་ལ་རྒྱ་ནག་གཞུང་གིས་ད་ནི་སྦྱངས་པ་ནི་རྩོད་ཀྱི་ཡིན་པར་བ་གོ་སྐབས་དེ་ཟིན་ནས་མོ་གི། ད་འདི་འདྲའི་ཅིག་གི་ནང་ལ་ཚིག་དགོས་ཡ་གི་རྒྱུ་རྐྱེན་གཙོ་བོ་འདྲ་བོ་ཅིག་དེ་རེད་བསམ་གི་འདུག་ད་གི་མོ་ད། ཕ་ཡུལ་དུ་བ་ཅིག་མོ་རང་གི་པ་ལ་དེ་ཡབ་དེ་ཡང་འདི། འདི་རེད་ས་ནི་རིན་པོ་ཆེ་ཅིག་ཕ་ཡུལ་གི་སྤྲུལ་སྐུ་ཅིག་རེད་ས་དེ་ཡིན་པ་སོང་ཙང་ད་དེ་པ་ལར་བོད་ནང་ན་ཡོད་རེད་ས་ད་དེ་ཡིན་པ་སོང་ཙང་དེའི་ནང་མི་ར་དེ་ཚོ་ཆ་ཚང་ཡང་བོད་ནང་ན་ཡོད་རྒྱུ་ཅི་ཡོང་ནི་གང་ལ། རྒྱ་ནག་གཞུང་གི་མོ་ལ་ད་གནོན་ཤུགས་སྤྲད་ཡག་གི་ཆ་ཅིག་ཡོད་རོགས་ད་དེ་བས་ཀྱང་སྟབས་བདེ་བོ་ཡོད་རེད་ད་ལྟ་ང་ཚོ་ཆ་ཚང་གི་དེབ་བརྒྱུད་འདི་ཡོང་རེད་དེ་བདེ་ཆེན་ཤག་ཅིག་པོ་མ་རེད། རྒྱ་ནག་གཞུང་གི་ལག་པ་ནས་ཅིག་ཚོང་འདྲ་བོ་རྒྱབ་ཡ་དང་རྒྱ་ནག་ནང་ལ་མ་རྩ་བཙུགས་ནས་དེ་ཚོ་ཡིན་ན་ང་ཚོ་བོད་པ་ཙམ་མ་ཡིན་པའི་ད་ཕྱི་ལོག་གི་ཚོང་པ་མ་རྩ་བཙུགས་ནས་དེ་ཚོ་ཆ་ཚང་གི་རྒྱ་ནག་གཞུང་གི་སྤྱིར་བཏང་ལས་སྟངས་ལ་ད་དཀར་འདོན་བྱེད་ཡ་ཞི་ཅིན་ཕིན་ཡག་པོ་འདུག་ཟེར་ཡ

མཚུངས་འདྲ་བོ་ཡིན་ན་ད་འདི་ནས་རྒྱ་མ་ཅིག་བསྐྱལ་དགོས་རེད་ད་འདིའི་གི་སྤྱིར་བཏང་འདི་དཀར་ནག་གོ་ལྡོག་ཅིག་ནས་ཅིག་བཤད་དགོས་ཡ་ད། ད་སྐད་ཆ་སྡུག་ས་ནས་བཤད་ན་མི་རིགས་ར་ད་དེ་གི་བླ་བཙོང་ནས་ཅིག་སྐད་ཆ་བཤད་དགོས་ཡ་གི་གནས་སྟངས་ཅིག་ཆགས་ཀི་ཡོད་རེད་བ། དེ་བཞིན་པ་སོང་ཙང་ད་མིག་ལྡན་ཡང་ཆུང་ཟེར་ཡ་ཅིག་ཡོད་རེད་བ་ད་གལ་ཏེ་དེ་ཅིག་ནས་ཅིག་དཀར་ནག་གོ་ལྡོག་ཅིག་བཤད་དགོས་རེད་རྒྱ་ནག་གཞུང་ལ་དགོས་ཡ་དེ་རེད། དེ་ཡིན་པ་སོང་ཙང་ད་འདིའི་ཐོག་ནས་མཚོན་ཐུབ་ཡ་ཅིག། བདེ་ཆེན་ཤག་ནང་བཞིན་གྱི་མི་འདི་ཚོ་གི་སོ་སོའི་དེ་འདྲའི་གི་ལག་ཆ་ཅིག་གི་ཆགས་བཅུག་ཡ་དེ་ལ། ཁོ་རང་ཚོ་གི་སེམས་ཁམས་གི་རྒྱུ་སྤུས་གི་ཐོག་ནས་ལྟ་དགོས་ཡ་ཅིག་རེད། དེ་བས་ཀྱང་གལ་ཆེ་ཡ་ཅིག་ལ་ང་ཚོ་ཧ་གོ་དགོས་ཡ་ཅིག་ལ་རྒྱ་ནག་གཞུང་འདི་དང་མཉམ་པོ་ལས་ཀ་ཅིག་བྱེད་པ་ཡིན་ན། ད་མཐའ་མཇུག་སླེབས་ས་འདི་རེད་དེ་ཡིན་པ་སོང་ཙང། ང་ཚོ་བོད་པ་སྤྱི་ཚོགས་ནང་ལ་ད་དེ་བཤད་དེ་རེད། ཆབ་སྲིད་དང་མ་འདྲེས་པའི་ནི་བོད་ནང་ནས་ནི་ལས་ཀ་བྱས་ན་ཟས་ཤོར་བ་ད་ཚོང་བརྒྱབ་དགོས་ན་ག་རེ་བྱས་ན་ནི་ཡར་རྒྱས་གཏང་ས་གི་ལམ་ཁ་འདུག་ཟེར་ཡ་འདྲ་བོ་དང་ནི་ད་དེ་ང་ཚོ་བཤད་དེ་ཡོད་རེད། ད་ལྟ་ཁྱད་པར་དུ་དབུ་མའི་ལམ་གི་རྒྱལ་སྲས་རྣམ་པ་ཚོ་གི་བཤད་ཀི་ཡོད་རེད་བ། དེ་ཡིན་པ་སོང་ཙང་ད་དུ་འདུག་མི་འདུག་དེ་བདེ་ཆེན་གྱི་ཐོག་ནས་ང་ཚོ་ད་རེས་གཅིག་དེ་འཚོལ་དགོས་པར་ད་འདོད་པ་ཡོད་ན་རེད་མེད་ན་རེད་ད་མི་འདུག་བཞིན་དུ་ཡིན་པ་དེ་ང་ཚོ་བཤད་དགོས་གི་མ་རེད། འདི་འདྲས་བྱས་ནས་ཀྱི་སྤྱི་ཚོགས་ཀྱི་གར་སྟེགས་ཐོག་ཁྲིད་ནས་འོང་ནས་སྐད་ཆ་བཤད་དགོས་ད་འདི་ལ་མོ་རང་གི་ད་ལྟ་བར་དུ་མོ་རང་རེད་ད་མོ་རང་གི་ནང་མི་ཟུག་གི་བོད་ནང་ལ་རོགས་པ་ཅིག་བྱས་ནས་ད

རྒྱ་ནག་གཞུང་གི་འོག་ནས་བོད་ཡར་རྒྱས་གཏང་མཁན་ཟས་སྤྱོར་བ་ད་ང་ཚོ་ད་ལྟ་བཤད་སྟངས་དེ། རྒྱ་ནག་གཞུང་གི་འོག་ན་བོད་ཡར་རྒྱས་འགྲོ་ས་ཟིག་ཡོད་མ་རེད། རྒྱ་ནག་གཞུང་གི་ད་ཁྲིམས་མེད་ལུགས་མེད་བྱེད་རྒྱུ་མ་རབས་ཐ་ཤིག་གི་ལས་ཀ་འདི་ཚོ་ལ་ད་གར་མདུན་གྱིས། ཨང་ད་འདི་འགྲིག་བཤད་ཟིག་ད་དི་བཤད་དགོས་ཀི་ཡོད་ར་དེ་ཡིན་པ་སོང་ཙང་ད་དེ་འཇོན་ནི་ལས་ཀ་ཅིག་རེད་མ་རེད་དེ་རེད། ད་བདེ་ཆེན་གི་གནད་དོན་འདི་འདྲ་བོ་ཡིན་ན་བཙན་བྱོལ་སྤྱི་ཚོགས་ནང་ལ་ཆགས་བྱས་ན་འདི་ཅིག་སྤྱི་ཚོགས་རང་བཞིན་གི་ནད་ཚ་ཅིག་ཆགས་ད་ཡོད་རེད། ངས་ད་ལྟ་སྒང་ནས་བཤད་པ་ནང་བཞིན་གྱིས་ད། དབུ་མའི་ལམ་ཟེར་ཡ་གི་ཆབ་སྲིད་ཀྱི་ཐོག་ནས་བཤད་ན་སྲིད་སྤྱིའི་གྲིས་སུ་ཁ་ཁྱེར་ནས་མི་གྲིས་སུ་གི་ད་ད་ལྟ་བར་དུ་འདི་འདྲའི་འདྲ་བོ་ཅིག་བཤད་བསྡད་རེད་ང་ནི། བོད་ལ་ཆ་བཤད་ན་བོད་ཀྱི་ཆིག་དང་རིག་གཞུང་གལ་ཆེན་པོ་ཡིན་པ། ཨ་ནི་དེས་ད་ཉམས་ཅིག་རྒྱུ་མེད་པ་ད་དེས་ཨ་ནི་རྒྱ་ནག་གཞུང་ལ་ཉམས་འཕྲི་བྱས་ནས་ཀྱིས་ཨ་ནི་ང་ཚོ་ཡར་རྒྱས་དང་འགོ་གི་དགོས་རབས་ད་དེ་འདྲའི་འདྲ་བོ་ཅིག་བཤད་བསྡད་རེད་བ་རྒྱ་ནག་གཞུང་ལ་ངོ་རྒོལ་མ་བྱས་པ་ཡིན་ན་ཨ་ནི་འགྲོ་ས་ཅིག་འདུག་ཟེར་ཡ་ཆོག་རེད་བ། ད་དེ་འདྲའི་བཤད་བསྡད་ཡོད་དེ་ཡིན་པ་སོང་སོང་དབུ་མའི་ལམ་གི་བཀའ་ཁྲི་ན་ནི་བོད་ནང་གི་ད་ཆེ་དང་རིག་གཞུང་ཡར་རྒྱས་འགྲོ་གི་འདུག་ཡ་ད་དེ་བྱས་ནས་བྱས་ད་འདི་ངོན་སུམ་ལ་སྙོན་འབྱིན་བྱས་ནས་ད་རྒྱ་ནག་གཞུང་གི་སྲིད་སྤྱི་ལ་ད་དཀར་འདོན་བྱས་ཡ་ཟི་ན་མི་འདུག་སོ་སོས་སོ་སོ་བཙོང་ནས་ད་འདི་འདྲའི་བྱེད་དགོས་གོ་དེ་ཡིན་པ་སོང་སོང་འདི་བྱེད་ཡ་གི་ད་ཁོང་འདྲ་བོ་གང་རེད་ཟི་ན་ང་རང་ཚོའི་ཚུར་ཤོག་ན་འདི་ལ་གཞོག་འདེགས་ཞེ་བོ་བྱེད་དགོས་རེད། ད་དེ་གི་མཚོན་དོན་གཅིག་ག་རེད་ན་བདེ་ཆེན་གི་ད་ད་རེས་མོ་བེད་སྤྱོད་འདི་འདྲས་ཅིག་བཏང་ཚར་བའི་རྗེས་ནས་ཁ་ཚ་ར་འཁོར་ནས་ཅིག་ང་རང་ཚོ་སྤྱི་ཚོགས་ལ་འགྲེལ་བཤད་རྒྱབ་པའི་ཁ་ཐུག་ལ་ཨ་ནི་ད་བོད་ནང་གི་རྒྱ་ནག་གི་ཨ་ནི་འོག་ན་ཨ་ནི་བོད་ནང་ཡར་རྒྱས་འགྲོ་ཡོད་པ་བོད་ཡིག་བོད་སྐད་ཡག་པོ་ཡིན་པ་ཨ་ནི་བོད་གི་སྐད་ཆེ་ཤེས་ཆེ་དང་རིག་གཞུང་ཡིན་པ་ད་མོ་རྒྱ་ནག་གི་བསམ་པ་བྱས་ནས་ཅིག་ཨ་ནི་བོད་ནང་ནས་ད་ཅིག་ཆེ་དང་རིག་གཞུང་ར་དེ་ཚོ། ཨ་ནི་ཡར་རྒྱས་གཏང་ཡག་གི་ཕྱོགས་ལ་གཞོགས་འདེགས་བྱེད་པ་དང་རྒྱ་ནག་གཞུང་གི་ད་ལྟ་བར་དུ་བྱེད་རྒྱུ་ལ་ཨ་ནི་ཐུགས་རྗེ་ཆེ་ཞུ་ཡག་དང་ད་དེ་གཟུགས་གི་རིགས་གི་རིམ་པ་དེ་ན་འགྲོ་དགོས་ར། དེ་བྱས་ནས་གང་ལ་ད་འདི་འདྲའི་གི་སེམས་ཁམས་ཅིག་ཁྱེད་ནས་ཁ་ཚི་ར་འཁོར་ནས་ང་ཚོའི་སྤྱི་ཚོགས་ལ་སྐད་ཆ་འདི་བཤད་ན་འགྲོ་གི་འདུག་བསམ་བསམ་གི་ཅིག་ཡོད་ར་བ་དེ་བརྒྱུན་རང་སྤུ་ཙི་ག་ང་ཚོའི་སྤྱི་ཚོགས་ནང་ལ་སེམས་ཁམས་འདི་འདྲ་ཅིག་བཟོ་ཡོད་ར་ད་མཛད་གཙོ་རྣམ་པ་ཚོ་གི་དེ་ཡིན་པ་སོང་ཙང་དེ་ཕྱིན་གི་ཚུར་ལ་ང་ཚོའི་སྤྱི་ཚོགས་ལ་འགྲེལ་བཤད་བརྒྱབ་ཡག་གི་གནས་སྟངས་དེ

ལྷག་བསམ་རྣམ་དག་གི་སེམས་ཁམས་ཀྱིས་ཁེངས་ནས་བོད་ནང་གི་སྟབས་འཁྲིག་བཟོ་རོགས་པ་བྱས་ཡིན་པ་རེད། ཡིན་ན་ར་ད་སྟབས་ཡག་ནས་དྭོ་བློ་བཟང་པར་དེན་ཨ་ནེ་ད་མིག་ཙིམ་རག་པར་དེ་རྒྱ་ནག་གཞུང་གི་འདི་འདྲའི་གི་གར་སྟགས་བཟོ་པོ་ཅིག་གི་ཐོག་ལ་ཁྲིད་ཁྲིད་ཡོང་ཡོད་བ་མ་རེད་ང་ཚོ་ད། ཡིན་ན་ད་ད་རེའི་བདེ་སྐྱིད་ན་སྟབས་མ་འགྲིག་ག་བྱས་ནས་ད་འདིའི་སྐྱེ་དགུ་བྱུང་བར་བ་ད་དེ། མ་འོངས་པ་ན་བོད་ནང་ལ་རོགས་པ་བྱེད་མཁན་ལབ་ན་དོན་དག་རྡོག་རྡོག་དེ་བོད་ནང་ལ་མ་རྩ་ཅིག་བཙུགས་ནས་བཞིན་ལོག་གི་མི་གི་དེ་བྱས་ན་ནི་མགོ་དེ་རྒྱ་མིའི་ལག་པ་ཤོར་ཚར་མགོ་རྒྱ་མིའི་ལག་པ་ལ་ཤོར་ན་ནི་ད་མིག་དྲི་སྟངས་ཅིག་ཡོད་རེད་མཐའ་མཇུག་ང་ཚོ་ཆ་ཚང་ལ་འདི་ཅིག་ཡོང་གི་ད་བས་ན་ངས་བོད་ནང་ལ་རོགས་པ་བྱས་ནས་མ་རྩ་འདྲ་བོ་ཅིག་བཙུགས་ནས་རྒྱ་མིའི་བཟོ་ཉམས་པོ་ཅིག་བྱེད་དགོས་ན་རྒྱ་ནག་གཞུང་གི་ང་ཚོ་གི་སྤག་པ་འདི་བཤུ་གི་ད་ཐོག་ནས་ད་དེ་བོད་བདེ་ཆེན་ཙམ་མ་རེད་དེ་མིན་པ་སོང་ཙང་ད་ང་རང་ཚོ་གི་བདེ་ཆེན་གི་གནད་དོན་འདིའི་ཐོག་ནས་བོད་པ་ཚོ་གི་འདི་བཟོ་པོ་ཅིག་མཐོང་གི་ཡོད་ན་འདི་ཡག་པོ་མ་རེད་བསམ་གི་ཡོད་ན་ད་ང་ཚོ་འཐོབ་ཅིག་སང་དགོ་གི་རེད་རྒྱ་ནག་གཞུང་གི་འོག་ན་བོད་ཡར་རྒྱས་གཏང་ས་ཡོད་མ་རེད་ང་ཚོ་རྩ་མེད་བཟོ་གི་རེད་རྩ་མེད་བཟོ་ཡག་གི་སྤྱི་ཚོགས་ཅིག་གི་ནང་ནས་བོད་ཡར་རྒྱས་གཏང་གི་ཡིན་ཚེ་དེའི་ཐོག་ལ་རོགས་པ་འདྲ་བོ་ཅིག་བྱེད་ཁ་ཆེན་པ་ཡིན་ན་ད་མཐའ་མཇུག་ཡོང་ས་འདི་རེད་ད་ང་ཚོ་ཧ་གོ་དགོ་ཡ་དེ་འདི་རེད་ད་བོད་གི་འཐབ་རྩོད་གི་ང་ཚོ་ད་རྩ་བ་དེ་ག་རེ་རེད་ཟེར་ན། ང་ཚོ་ལ་བཙན་འཛུལ་བྱས་ནས་དེ་སོ་སོའི་ས་ཐོག་ནས་ཕར་སྦས་ཡ་དང་རུ་བ་ཕར་ས་ཕར་གཡུག་སྟེ་སོ་སོ་གི་ལག་པ་ལེན་ཡ་དང་དེ་འདྲའི་གི་ང་ཚོ་སེམས་ཁམས་ཅིག་ང་ཚོ་སྒྲུབ་དགོས་དགོས་རེད། ད་ང་ཚོ་བསམ་བློ་ངེས་ནས་ང་ཚོ་ད་གྲ་སྒྲིག་ཏུ་བྱེད་དགོས་གི་རེད། ལག་ལེན་གི་ཐོག་ནས་བོད་ནང་ལ་ཅིག་ངོ་ནས་ད་ཅིག་ཁ་ཡོད་ལག་ཡོད་གི་བོད་ནང་ལ་རོགས་པ་འདྲ་བོ་ཅིག་བྱེད་ཐུབ་གི་ཡོད་ན་ཟེར་ཡ་ཅིག་རུ་བ་བོད་ནང་ལ་དཔེ་ཆ་དང་རོགས་པ་བྱེད། རྒྱ་ནག་གཞུང་ར་མཉམ་འབྲེལ་གི་ཐོག་ནས་སློབ་གྲྭ་ར་དེ་ཚོ་བཙུགས་ནས་ཅིག་བྱེད་ཟེར་ཡ་དེ་དེ་འདྲའི་གི་གོ་སྐབས་ཡོད་མ་རེད་ཡོད་ན་ད་ང་ཚོ་ང་ཚོ་ཆ་ཚང་ཕི་གི་ནས་དེ་ཀིར་བ། དེ་ཡིན་པ་སོང་ཙང་དེ་འདྲའི་གི་གོ་སྐབས་མེད་ལ་བྱས་ནས་བྱས་བོད་ནང་ན་ལས་ཀ་ཡག་ག་བྱས་ས་གི་ལམ་ཁ་ཡོད་མ་རེད་ད། ཨནི་ལས་ཀ་ཡག་ག་བྱས་ནས་གི་མི་ལ་ད་སྒང་ལ་འདི་ཡོང་གིར་བ། དེ་ཡིན་པ་སོང་ཙང་རྒྱ་ནག་གཞུང་ལ་ང་དང་མྱང་པོ་ང་ཚོ་བོད་མི་རིགས་གི་ཁ་ཡར་འགྲོ་ཡག་གི་ལས་ཀ་ཅིག་བྱས་ཀི་མེད་བ།

དེ་ལྟ་ཡི་གི་རྐྱེན་ངན་གྲོགས་བཤེར་གི་ཐོག་ནས་བདེ་ཆེན་འདྲ་འདི་ཚོ་གི་གནད་དོན་ཐོག་ནས་ང་ཚོ་ཧ་གོ་དགོས་ཡ་གཅིག་རེད་ད་ལག་ལེན་གི་ཐོག་ནས་བོད་ནང་ང་གཅིག་བྱེད་རྒྱུ་ཡོད་ན་ད་སློབ་གྲྭ་རྒྱབ་ཡ་དང་དབ་ཁྲིག་བཟོ་ཡ་དང་ནས་རོགས་པ་བྱེད་ཡ་དང་དེ་འདྲའི་གི་སྐད་ཆ་ཁོ་རང་མ་རེད་ད་ཕ་གི་ལ་ཤི་ནས་ད་བད་ད་ཉེ་བ་མིག་མཐོང་ལག་ཟིན་གི་ད་ང་ཚོ་ཕ་གི་ལ་ཉེ་བ་མྱང་ད་ཡོད་ན་ར་ད་མིག་བཙུམ་རྒྱུ་རེད་དེ་ད་ན་བྱེད་ས་ཟིག་གི་ཡོད་མ་རེད་བྱེད་ས་ཡོད་ན་ད་ང་ཚོ་ཆ་ཚང་གི་བྱེད་གི་ར་བ་བྱེད་ས་ཡོད་བ་མ་རེད་དེ་ལ་མིག་བཙུམ་དགོས་ད་གཅིག་བྱེད་ཐུབ་ན། བོད་ནང་གི་མི་དེ་ཚོ་ལ་ད་གོ་སྐོན་བློ་འགུག་བྱས་ནས་ཟིན་ན་རེད་ང་ཚོ་ལྷོ་བསིལ་ལྷ་བསལ་འདྲ་བོ་ཟིན་ན་ད་མི་ཤེས་རེད་ད་གང་ལྟར་ཅིག་བཤད་དགོས་གི་ཡོད་ན་ཕྱི་ལོག་གི་ཉམས་མྱོང་ར་ད་མིའི་རིགས་ཀྱི་འདི་འདྲའི་གི་ད་ནད་ཡིམ་དམག་འཁྲུག་ད་ང་ཚོ་བཙན་འཛུལ་འདིའི་བར་གི་ང་ཚོ་ཉམས་མྱོང་ཅིག་བཤད་དགོས་གི་ཡོད་ན་བོད་ནང་གི་མི་དེ་ཚོའི་ལག་པ་ན་བེ་ཤ་ཅིག་ཡོད་ན་ཡང་ན་ཕྱི་ལོག་ཅིག་ག་བཏང་ཐུབ་མིན།

ར་བ་དེ་འབའ་སོང་ཙང་ད་ཕི་རྒྱལ་ལ་ང་ཚོ་གི་ཉམས་ཞིབ་བྱེད་པ་དང་རྒྱ་ནག་གཞུང་གི་ག་རེ་བྱེད་ཀྱིན་པ་གི་སྟངས་མ་ལོན་པར་དེ་ཡིན་པ་སོང་ཙང་བོད་ནང་ལ་ཅིག་བྱེད་ཐུབ་ཀི་ཡོད་ན་མི་མང་ལ་སྐད་ཆ་དེ་བཤད་ཡ། ཕྱི་ལོག་ནས་རྒྱ་ནག་གཞུང་གི་བྱེད་རྒྱུ་འདི་ཕྱི་ལོག་ཚོ་ལ་ཅིག་ཐེར་འདོན་བྱེད་ནས་ཕྱིའི་འཇིག་རྟེན་ན་ང་ཚོ་ད་ཅིག་ཕྱི་ལོག་ནས་ཅིག་བཤད་ས་ཡོད་ན་བཤད། མེད་ན་སོ་སོ་གི་མི་རིགས་གི་ཐོག་ནས་ད་ང་ཚོ་གི་སེམས་ཁམས་གི་ལྗོངས་དེར་ད་ཕོ་སིལ་མོ་ལ་ཐུག་པ་ཡིན་ན་ར་བཙན་འཛུལ་པ་ཕར་བུས་དགོ་ཟེར་ཡ་གི་སེམས་ཁམས་དང་ང་ཚོ་བསམ་བློ་གི་ནང་ནས་དེ་འདྲས་ཅིག་གྲ་སྒྲིག་བྱེད་ཡ། ད་བདེ་ཆེན་གྱི་དུས་སུ་གང་ལྟར་ཕྱི་ལོགས་ན་འབྱོན་ཐག་ཆོད་དྲི་དེ་ཡིན་པ་སོང་ཙང་ཕ་ཡུལ་ལ་ཕ་ར་རུག་པ་བྱེད་ཡ་ལི་སོ་སོ་གི་ཕ་མ་ཕན་ཆད་ཡིན་ན་རེ་དེ་ཚོ་སྔ་སང་སང་ཅིག་ལ་སོ་ར་ཅིག་འཐེན་ཡ་རེ་བ་ཕྱི་ལོགས་གི་རང་དབང་དང་མང་གཙོ་གི་ལུང་པ་རེ་ལ་ཅིག་ད་མི་གཅིག་ལ་རང་དབང་གི་མཁའ་དབུས་ཅིག་ང་ཚོ་འཇིབ་ཡ་གི་གོ་སྐབས་བྱུང་ན་རེ་ད་སོ་ར་ཅིག་མི་དེ་ཚོ་སོ་ར་ད་ཕྱི་ལོགས་ཟིག་ག་ཅིག་བྲོས་ཐར་གི་འདུག་མི་འདུག་ད་དེ་དེ་བྱེད་དགོས་ཡ་རེད། དེ་ང་ཚོ་བོད་པ་གཅིག་པུ་མ་རེད་ཡ་རྒྱ་ནག་འོག་ན་རྒྱ་མི་རིགས་ཐར་ཁེ་ཡོད་མ་རེད། དེ་ཡིན་པ་སོང་ཙང་རྒྱ་མི་ཚོ་ད་དེང་སང་གྲོས་སར་འགྲོ་ན་ད་གྲོས་ཆོག་ཆོག་ཅིག་བསྡད་ཡོད་ད་རྒྱ་ནག་འོག་ན་ད་ད་སྤྱིར་བཏང་རྒྱ་ནག་གི་འོག་ནས་ད་ལྟ་གི་གནས་སྟངས་དེ་རེད་དེ་ཡིན་པ་སོང་བོད་པ་ད་ཨ་ཅང་ཅིག་བོད་པ་དང་ཞིན་ཅང་ར་འདི་ཚོ་ད་ང་ཚོ་ད་ད་ཞིན་ཅང་ཤར་ཏུར་ཀུན་སི་ཐན་ནར་སྡེབ་ཀི་འགྲོ་ནས་ཅིག་ཕིག་ནང་ལ་ཨ་ནི་སྐར་རྩ་སྒྲིག་ཁྲེ་ཞོན་སེན་ཐྲེར་ནང་ལ་ད་བཅུག་ནས་ཅིག་ཨ་ནི་གླ་པ་བྲོས་ཀི་འདུག་ཟེར་ང་ཚོ་བཤད་ཀི་ཡོད་རེད་བ། དེ་ཞིན་ཅང་ན་ན་ནིང་ཞིན་ཅང་གི་མགོ་བྱས་ན་ཤར་ཏུར་ཀུན་སི་ཐན་མགོ་བྱས་ན་ད་ལོ་བོད་པ་བྱེད་ཡ་རེད། དེར་བ་ད་སྟེ་ད་ད་ད་ཡོང་བཞིན་པའི་འདིར་བོད་པ་པོ་དགུ་ཚོ་ད་ད་ཁྲིད་འགྲོ་ཡ་དེར་བ། དེ་འབའ་སོང་ཙང་བསམ་བློ་གི་ཆ་ནས་ང་ཚོ་དེའི་ཕྱོགས་ཀྱི་གྲ་སྒྲིག་དེ་གལ་ཆེན་པོ་རེད། དེ་འབའ་སོང་ཙང་ད་དེ་ཕྱིན་ལ་དེ་ཚོ་གི་ཅིག་འཇོན་གི་ཡོད་ན་སོ་སོ་གི་ཕ་མ་སྤུན་མཆེད་རེད་ད་ཅིག་བོད་ནང་གི་དེ་ཚོ་མི་གཅིག་གཟིགས་གཉིས་གཟིགས་མ་ཤི་མ་བྱུང་བ་ཡིན་ན་སེ་ར་བྲོས་ཡོང་ཡ་ད་སེ་ར་ཅིག་ཕྱི་ལོགས་ཅིག་ག་ཅིག་ཐར་གི་འདུག་མི་འདུག་ད་ཡ་ད་གནད་དོན་དེ་གལ་ཆེན་པོ་ཆགས་ད་ཡོད་རེད། ང་ཡིན་ནར་བོད་ནང་ད་ག་རང་བཤད་གི་ཡོད། ཅིག་བྲོས་ཐུབ་ན་ཡག་ཤི་རེད་ད་ར་བ་དེ་རེད། ད་ཡིན་ན་སོ་སོ་གི་ཕ་ས་ཕ་ཡུལ་སྐྱིར་ནས་བྲོས་འགྲོ་དགོས་ཡ་དེ་ཡ་ག་ཟིག་མ་རེད་རེད་བ་ད་དེ་ན་གོད་ཆག་དང་མི་དགེ་དང་དམག་འཁྲུག་གི་ཁྲོད་ནས་ད་དེ་བྱུང་དགོས་རེད་ང་ཚོ་བརྗོད་ཤི་མི་རིགས་ང་ཚོ་གནས་སྟངས་ཅིག་བཤད་དགོས་དེ་ཡར་སོ་སོ་གི་ཕ་ས་ཕ་ཡུལ་དེ་དགོན་པ་གྲྭ་ཚང་ཡི་དེ་ཆ་ཚང་ཤ་ནས་ཀྱི་ལོ་སྟོང་ཕྲག་ཁ་ཤས་ཟིག་ལ་ད་སྟོང་གཅིག་མ་ཟིན་ཙམ་ཟིག་ལ་ནས་མི་ཡུལ་ལོངས་པ་འཁྱམས་བསྡད་རེད་བ། མ་ཡིག་ལུང་པ་སྐྱིད་པོ་ཡིན་ཟེར་གོ་མར་དག་ཡིན་ན་ར་ད་ཕ་ཡིག་ནི་བསྡད་ན་རྩ་མེད་འགྲོ་ཡ་གི་ནི་སྟངས་མ་ཞིག་ཡོད་མ་རེད་དེ་ཡིན་པ་སོང་ཙང་བོད་མི་རིགས་ལ་ང་ཚོ་ལས་སྣང་འདྲ་བོ་བཏགས་ནས་ཀྱི་འོ་མའི་ལམ་གི་སོང་སྟངས་ཀྱི་ནི་བོད་ནང་ནས་ཨ་ནི་རྒྱ་མིའི་བོད་པ་ཡར་རྒྱས་དང་དེའི་ཐོག་ལ་ཕྱི་ལོག་གི་མིའི་འགྲོ་ནས་རོགས་པ་བྱས་ནས་བོད་ནང་ཡར་རྒྱས་བཏང་ཟེར་ཡ་ཞིག་ར་རྨི་ལམ་སྐྱིད་པོ་དེ་འདྲས་བཏང་རྒྱུ་ཡོད་མ་རེད་རྒྱ་ནག་འོག་ན་བོད་ཡར་རྒྱས་འགྲོ་ས་གི་ལམ་ཁ་ཅིག་ཡོད་ན་ཨོ་ད་དེ་ནས་ད་ལྟ་གི་ང་ཚོ་གི་བཤད་སྟངས་དང་ཆ་ཚང་འགྲིག་གོ་མ་རེད་ད་དེ་ཡིན་པ་སོང་ཙང་དེ་གཅིག་རེད་དེ་ཡིན་པ་སོང་དེ་བསམ་བློ་གི་ཆ་ནས་ང་ཚོ་གཅིག་བྱེད་དགོས་ཡ་དེ་ད་བདེ་ཆེན་གཅིག་པུ་མ་རེད་ངས་བཤད་ཆོག་ར་འདི་སྤྱི་ཚོགས་གི་ཁྱོན་ཡོངས་གི་སྣང་ཚུལ་གཅིག་ར་ལེ། ད་ནས་འདིའི་ཆ་ནས་བདེ་ཆེན་ཁོ་རང་གི་ད་གཅིག་མ་རྟོགས་རྒྱུ་བཤད་ཆོག་ར་དེ་འདྲའི་རེ་ཡོད་སྲིད་ནི་བོད་ནང་གི་སྤྱི་ཚོགས་ལ་གཏང་ཟབ་མོ་གི་རྒྱུས་ལོན་བྱས་མེད་ན

ད་བཙན་ཤོད་ནང་ནས་གོ་ནོར་ཐེབས་སྟངས་འདྲ་བོ་དེའི་ཐོག་ནས་བཤད་ན་བདེ་ཆེན་དེ་ཚོ་ལ་གོ་ནོར་ཐེབས་ཡོད་ན་བཙན་ཤོད་ནང་གི་ད་གར་སོགས་རེད་མི་དེ་ཚོ་ལ་གོ་ནོར་འདྲ་བོ་ཅིག་ཐེབས་ཀྱི་ཡོད་ན། བཙན་ཤོད་ནང་ནས་ང་ཚོ་ཅིག་ད་བོད་ཡིག་བོད་སྐད་དེ་ང་ཚོ་སྤྱི་ཚོགས་ཡོད་མ་རེད་པ་བཙན་ཤོད་ནང་ནས་མི་ཡིག་ལུང་པ་ལ་ཁ་བཀྲམ་ནས་བསྡད་ཡོད་རེད་མི་ཚང་ཅིག་ནས་བོད་གོ་ཟིག་ཡིན་ན་རེད་ད་ང་ཚོ་གོ་སླེབས་མ་ཐག་ཏུ་ནས་མི་རིགས་གཞན་པ་གི་སྐད་དང་རིག་གཞུང་ནང་ལ་འགྲོ་དགོས་རེད། ད་སོ་སོ་གི་ནང་ནས་ཕ་མ་གི་བུ་གུ་ཚོ་ལ་གཅིག་ད་སོ་སོ་གི་སྐད་དང་རིག་གཞུང་གི་བག་ཆགས་ག་ཚད་ཅིག་བཞག་ཐུབ་གི་ཡོད་མེད་དེ་མི་ཚང་ཅིག་རོ་ཆུང་ཆུང་རུ་བ། ད་དེ་ནས་ཨ་ནེ་ཅིག་བོད་ཡིག་བོད་སྐད་ཚིག་ཡར་རྒྱས་འགྲོ་དགོས་དགོས་ན་ཕྱི་ལོག་ནས་ཅིག་ད་ང་ཚོ་བཙུགས་བྱ་རྒྱུ་གི་སློབ་གྲྭ་དེ་ཚོ་འཐུས་ཚང་ཡིན་ན་རེད་མིན་ན་རེད་དགོན་སྡེའི་གྲྭ་ཚང་ར་འདི་ཚོའི་ནང་ནས་ཨ་ནེ་ད་ར་སྐོར་འདྲ་བོ་ཅིག་བརྒྱབ་ནས་སྒྲིག་འཛུགས་གཅིག་གི་འོག་ལ་ཅིག་བཅུག་ནས་ད་དེའི་ནང་ནས་བོད་ཡིག་བོད་སྐད་ཚིག་ཨ་ནེ་ཅིག་ཁྲིད་ནས་ཅིག་ད་དེ་གི་ཨ་ནེ་ད། ང་ཚོ་ད་ཅིག་དབུགས་ཐག་འདྲ་བོ་ཕག་ཅིག་ལྷང་མ་ཅིག་ཅིག་རྐྱང་ཡ་ཅིག་ཡོད་རེད་བ་ད་བཙན་བྱོལ་ནང་ནས་དེ་རེད། ད་ཅིག་དགོན་སྡེ་ར་ད་ཅིག་སློབ་གྲྭ་ར་དེ་གི་སྒྲིག་འཛུགས་ཀི་འོག་ནས་ནི་ཅིག་ད་བོད་ཡིག་པོ་ཀི་ཅིག་ཡར་རྒྱས་འགྲོ་གོ་ད་དཔེ་ན་ཆ་བྱ་ན། ཕྱི་ལོག་ད་ང་ཡོད་ཚུལ་ལོང་པ་འདི་བཟོ་ཆ་བྱ་ན་གཟའ་ཉི་མའི་སློབ་གྲྭ་ཟེ་ཅིག།

ད་བོད་ཡིག་བོད་སྐད་དུ་སུའི་ཉར་བསྡད་ཡོད་ན་ད་སྤྱི་ཚོགས་རང་བཞིན་གྱི་ཉར་བསྡད་ཡོད་སྤྱི་ཚོགས་ཐོག་ན་ནི་ཁ་ས་ར་འཁོར་ཡོང་ནི་གང་ལ་ནི་སོ་སོ་གི་ཁྱིམ་ཚང་སྤྱི་ཚོགས་ཀྱི་ཐོག་ན་ནི་ང་ཚོ་བོད་ཡིག་བོད་སྐད་ཀྱི་ལྷག་མ་ཚིག་དང་ད་ལྷག་བསྡད་ཡོད་རེད་བ། ད་བོད་ཡིག་ར་བོད་སྐད་ཚིག་ནི་ང་ཚོ་འདུས་བྱས་ཡོང་ནི་གང་ལ་ད་བོད་ནང་འཁོར་ཡིག་ཆེན་པོ་རེད་དེ་བོད་ནང་ཙམ་མ་ཡིན་པའི་ད་སྤྱིར་བཏང་གི་བོད་ཡིག་བོད་སྐད་ཀྱི་བོད་ཀྱི་བལ་ཡུལ་གྱི་ཁྱབ་ཁོངས་དུ་བ་ལ་དེ་མི་ས་ཡ་ཉེར་བཞི་སུམ་བཅུ་ཚིག་གི་ད་ད་ཡོད་རེད། དེས་ན་ད་རྒྱ་གར་ནང་ལ་ཆ་ཤར་ན་རེད་ད་ལ་དྭགས་ནས་བཟུང་སྟེ་ད་ང་ཚོ་འབྲས་ལྗོངས་དང་འབྲུག་དང་འདི་ནས་ནེ་པ་ལའི་འོག་གི་ཆར་པ་ད་མང་ད་འདི་ཚོ་གི་རིམ་པ་ནས་མ་རེད་བཤད་ཡོང་ནས་གང་ལ་མིའི་གང་ལྟར་ས་ཡ་ཁ་ཤས་ཟིག་གི་དེའི་ཁྱབ་ཁོངས་རིག་གཞུང་དེའི་ཁྱབ་ཁོངས་ན་ཡོད་རེད་ད་དེ་ཚོ་ལ་ས་གནས་ས་ཐོག་གི་གཞུང་དེ་ཚོ་གི་ག་རེ་བྱེད་གི་ཡོད་མེད་ལ་མ་བལྟས་ཀྱི་དམའ་ལ་གི་རྫ་གསང་དུ་བ་ལ་ཡིད་མིག་གི་སོ་སོ་གི་སྐད་འདྲ་བོ་དེ་བརྒྱབ་ནས་བསྡད་ཡོད་རེད་ད་དེ་ཡིན་པ་སོང་ཙང་དེ་ག་རེད་ན་སྤྱི་ཚོགས་རང་བཞིན་གྱི་དེ་རྨང་གཞི་དེ་ཡོད་རེད་པ་འོ་ད་དེའི་ནང་བཞིན་གྱི་བོད་ནང་གི་ཅིག་སློབ་གསོ་ར་དེ་ཚོ་གི་ཐོག་ནས་ཅིག་གཞུང་གི་སྲིད་ཇུས་ཅིག་གི་ཐོག་ནས་བོད་ཡིག་བོད་སྐད་རྩ་མེད་བཀར་ས་དེ་ཡར་རྒྱས་གཏང་རྒྱུ་མ་རེད་ཡ་སྤྱི་ཚོགས་ཁོ་རང་ལ་ནུས་པ་ཅིག་ཡོད་རེད་པ་སྤྱི་ཚོགས་གི་གྲུབ་ཆ་དེ་ད་ལྟ་ཁྱོན་ཡོངས་ནས་རྩ་མེད་བཏང་མ་ཐུབ་པའི་གནས་སྟངས་ཅིག་རེད།

བོད་ནང་ནས་དགེ་རྒན་གྱི་ཕྱག་ལས་གནང་མྱོང་ནས་ཕྱི་ལོགས་ནས་སློབ་སྦྱོང་བྱས་མྱོང་ནས་མི་དེ་ཚོ་ད་བོད་ཕྱི་ནང་གཉིས་ཀ་བགྱིས་ཡོད་ད་ཁོ་གི་བཤད་ཀི་འདུག་ཨ། ཁོ་རང་གི་རྩོམ་དེ་འདྲ་ནིའུ་ཡོག New York Times ར་དེ་ཚོ་ཐོག་ལ་བྲིས་ཤག་ཨ་ནི། Geneva ར་འདི་ཚོ་གི་ད་འགྲོ་བ་མིའི་ཐོབ་ཐང་ར་འདི་བཤད་ས་གི་དེའི་གཏུག་བཤེར་བྱེད་ས་དེ་འདྲས་མང་པོ་ལ་ཨ་ནི་ཁོ་རང་གི་གཏུག་བཤེར་གྱིས་གཏམ་བཤད་བྱེད་རྒྱུ་དེའི་ནང་ན། དཔང་རྟགས་ཀྱི་ཁོ་རང་གི་ད་མ་ར་དྲང་རྒྱུ་དེ་ལ་ཁོ་རང་གི་ཅིག་ཚ་བོ་ཚ་མོ་དེ་འདྲས་དང་པོ་བོད་ནང་ནས་ད་ཕག་དེའི་ད་ཟླ་གི་དེའི boarding school ནང་ལ་སྦྱར་དུ་སློབ་གྲྭ་ནང་ལ་མ་སོང་ནས་སྔོན་ལ་ནས་བོད་གུ་ཚོ་བོད་ཡིག་བོད་སྐད་ཅིག་ཧྲ་ཐག་ཆུ་ཐག་ཐག་ཡོད་ནས་ད་གང་ལྟར་གོ་བརྡ་འཕྲོད་ནས་དེ་འདྲས་ཀྱི་བོད་གུ་དེ་འདྲས་ཟླ་བ་གཉིས་གསུམ་ཟིག་ད་གསུམ་བཞི་ཟིག་ཡིན་རྒྱུ་རེད་སློབ་གྲྭ་གི་སློབ་དུས་ཅིག་ཟླ་བ་བཞི་རེད་བ་འོ་དེ་འདྲས་ཅིག་གི་ནང་ནས་བོད་སྐད་ཤག་ནས་ཚུར་བསྐོར་རེ་ཡོང་ནས་གང་ལ་ད་བོད་ཡིག་བོད་སྐད་ཁོ་རང་བརྗེད་ནས་ད་ཟ་སྟངས་འཐུང་སྟངས་འབྱོར་སྟངས་འདུག་སྟངས་ད་རྒྱ་མིའི་འགྱུར་ད་ལས་འགྱུར་བོད་ཡིག་བོད་སྐད་ཁོ་རང་དྲན་པ་བཞིན་ནི་ད་བོད་སྐད་ཁོ་རང་ཕ་མ་པ་རི་ལ་གོ་བརྡ་མི་འཕྲོད་ནི་བཟོ་ནི་སླེབས་བྱ་ལབ་གི་འདུག་བ། ད་ཁོ་དཔང་རྟགས་དང་བཅས་པ་བྱེད་ཀི་ཡོད་རེད་ད་བསྟན་པ་སོང་ཙང། ད་དེའི་ཐོག་ནས་ག་རེ་བྱེད་དགོས་ན་ད་སློབ་གྲྭ་དེ་ཚབས་ཆེན་བྱིའུ་ཡིན་པ་ད་སློབ་གྲྭ་རྫིག་ན་མི་འདུག་ད་ཚབས་ཆེན་བྱིའུ་ཡིན་པ་བྱེད་ཀི་ཡོད་རེད་ད། ཡིན་ནའང། ད་ང་ཚོ་འདིའི་ཐོག་ནས་ཧ་གོ་དགོས་ལ་སྤྱིར་གི་བོད་ནང་གི་དེ་ད་ལྟ་གི་ང་ཚོ་བཤད་བསྡད་གི་བྱར་བསྡུ་སློབ་གྲྭ་ཟེར་ཡ་ཆུག་ར་བྱར་བསྡུ་སློབ་གྲྭ་གི་ད་བྱུང་སྟངས་འདྲ་བོ་ག་རེ་རེད་ཟེར་ན། ད་ང་ཚོ་མཉམ་འབྲེལ་རྒྱལ་ཚོགས་གི་དེང་སང་གི་སློབ་གསོ་གི་ད་ཤེས་ཡོན་གི་བསྒྲགས་གཏམ་ར་དེ་ཚོའི་ནང་ལ་དེ་རྒྱ་ནག་ར་ད་དེ་གི་ཅིག་དེའི་ནང་གི་དེ་གན་རྒྱ་དེའི་ནང་གི་ཆ་ཤས་ཅིག་ཡིན་ཟེར་གོ་སྤྱི་ཆིངས་དེའི་ནང་ནས་མང་རྟོགས་གོ་རྒྱུ་གི་ད་རྒྱལ་ཁབ་ཅིག་ཡིན་ཟེར་ད་ཁོ་དང་འགན་སྲུང་ཅིག་ཡོད་ལབ་དགོས། དེ་ཡིན་པ་སོང་ཙང་བྱར་དུ་སློབ་གྲྭ་ར་དེ་ཚོ་དང་པོ་བཙུགས་ཡག་གི་རྒྱུ་མཚན་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་དེ་ད་ལྟ་གི་གཞོན་ནུ་སློབ་གསོ་གི་རྩ་འཛིན་གྱི་ད་བསྒྲགས་གཏམ་ཡིག་ཆ་དེ་ཚོ་གི་གཞི་བཞག་ནས་ཀྱི་རྒྱ་ནག་གི་ད་ང་ཚོ་ཞིང་འབྲོག་མང་ཚོགས་ཀྱི་ས་ཁུལ་ལ་ཅིག་བཙུགས་པའི་ཁུལ་རེད་བྱར་དུ་སློབ་གྲྭ་དེ། ད་ང་འདྲ་བོ་ཡིན་ན་དེ་བསྐྱར་དུ་སློབ་གྲྭ་དེའི་ནང་སྔོན་མ་འགྲོ་མྱོང་ཡོད་དེ་ང་ཚོའི་སྐབས་ལ་བསྐྱར་དུ་སློབ་གྲྭ་དེ་ཡོད་ད་ང་ཚོ་དེའི་ས་ཁུལ་དེ་འབྲོག་ཕྱོགས་རེད་པ་འབྲོག་སྡེ་ཆེན་པོ་གཅིག་ནས་གང་ལ་བསྐྱར་དུ་སློབ་གྲྭ་གི་སྔོན་དུ་བ་ལ་ང་ཚོ་སྦྲ་གུར་སློབ་གྲྭ་ཟེར་ཡ་དེ་འདྲ་ཡོད་ཡ་ཨ་ནས་ད་དེ་ག་རེད་ན་འབྲོག་པ་ཆ་ཚང་གནས་སྤོར་ནས་འགྲོ་གི་ཡོད་རེད་པ་གནས་སྤོར་ནས་འགྲོ་ནས་གང་ལ་གུར་ཁུར་ནས་ཀྱི་ནས་སྦྲ་གུར་ཁུར་ནས

དེ་ད་ལྟ་གི་ད་ཁོ་རང་ཚོ་ཀོ་ལོ་ནི་གི་གནས་འདི་བྱས་ཡ་ཅིག་ཡོད་རེད་བ་ད་འདི Boarding School གི་ལྟ་བ་དེ་དེ་རིགས་གང་ལ་ད་ལྟ་ཁོ་ཚོ་རྙེད་མེད་པ་འདྲ། དེ་ཁོ་རང་ཚོ་གི་རྒྱ་ནག་གི་དང་དེ་གི་འདི་ཚོ་སློབ་ཤེས་ཡོན་སློབ་གསོ་གི་ཆེད་དུ་མ་རེད་ཡ། ག་རེ་རེད་ཟེར་ན། རྒྱ་ནག་གཞུང་དེ་ཚོ་ངན་པ་རེད་དེ་ཚོ་མར་བུ་སྦྱང་དགོས་ན་ད་ལི་ལྷ་བོ་ཧ་གོ་དགོས་རེད་དེ་ཡིན་པ་སོང་ཙང་ནུབ་ཕྱོགས་གི་མི་དེ་ཚོ་ཡིན་ན་རེད་ད་དེ་ཚོ་གི་འཛམ་བུ་ལ་ང་སྔོན་མ་བཙན་འཛུལ་གྱིས་རྒྱ་བསྐྱོད་བྱིན་པའི་ཁ་ཐུག་ལ་ཨ་ནི་ད་མི་དཀར་པོ་དེ་ཚོ་འགྲོ་ནས་ཀྱི་རེད་དྲ་ཨིན་དི་ཡན་ད་ཁ་ན་དྲ་ར་ཨ་རི་ནང་གི་དི་ཟོ་གི་ས་ས་ཆ་བཙན་བཟུང་བྱིན་པ་དང་ང་ཚོ་ཨོས་ཏྲོ་ལི་ཡ་གི་འདི་ཨ་བུ་རི་རྒྱན་ཟི་མི་རིགས་ཅིག་གོ་ད་འདི་ཟོ་གི་ས་ས་ཆ་བཙན་བཟུང་བྱིན་པའི་ཁ་ཐིག་ལ་ནི་ཁོ་རང་ཟོ་ཡོང་ནི་ད་མི་རྒན་པ་དང་ནི་ད་དི་ཟོ་སད་དགོས་ཡ་སད་དབང་སྒྱུར་བྱེད་དགོས་ཡ་ཅི་གཡོག་པོ་བཀུག་དགོས་ཡ་བཀུག་ཚར་བའི་རྗེས་ནི་དེའི་ཕ་མ་ར་བུ་གི་ཁ་ཁ་དང་ནི་ཅི། བོད་ཀྱི་ཆ་ཚང་འགྲོ་ནས་ད་འདི་འདྲའི་གི་སློབ་གྲྭ་འདྲ་བོ་ཅིག་གི་ནང་བཙུགས། ཨ་ནི་དེའི་ནང་ནས་ཁ་མ་ཉན་ནས་དེ་ཚོ་གསོན་པོ་ས་ཡོག་པ་བེ་ཤ་ར་ལབ་སྐོར་ད་གང་ལྟར་ཞེད་སྣང་ཚ་བོ་ཞུ་ཅི་ནས་ཅི། ཨ་ནི་དཔལ་དུ་མི་རིགས་ཅིག་གི་ད་དེང་སང་དུ་ད་འཛམ་བུའི་ལང་ན་ཉེས་བ་ཚབས་ཆེན་ཆགས་འདུག་ད་དེ་ཅི་ནས་ཅི། ཨ་ནི་ད། མི་ཐོག་ཅིག་ར་མི་ཐོག་ཅིག་གི་བར་རོད་གི་ཨ་ནི་ད། འབྲེལ་ལམ་དེ་དཔལ་དུ་དེ་ཡོད། བསམ་བློའི་བརྒྱུད་རིམ། སྤྱི་ཚོགས་ཀྱི་རྒྱབ་ལྗོངས་ཀྱི་ད་ང་ཚོ་ཡིན་ན Public Memory དྲན་པ་གྱི་རྒྱུན་དུ་དཔེ་ལྟར་རྩ་མེད་བཟོ་ཡག་གི་ཆེད་དུ་ད་འདི་འདི་བཅུག་ནས་ཀྱི་ད་དུ་ལམ་འགྲོ་རྒྱུ་ཡོད་རེད་བ། འོ་ད་རྒྱ་ནག་གཞུང་གིས་འདི་སློབ་སྦྱོང་བྱས་ནས་ཀྱི་དེང་སང་གི Boarding School ད་འདི་རེད་ཟེར་ཤེས་ཡོན་པ་མང་པོ་གི་བཤད་སྐོར་དུ་ཤེས་ཡོན་པའི་བཤད་མིན་ཙམ་མ་རེད་དེ་ང་རང་ཚོ་གི་ལྟ་དེ་ན་ད་དེ་དེ་ཡིན་པ་དེ་ཧ་གོ་རེད་བ། ད་ལྟ་གི་དེ་བོད་ནང་གི་དེ་ཉམས་མྱོང་དེ་ལྟར། དེ་ཡིན་པ་སོང་ཙང་བོད་ནང་གི་ད་ལྟ་འདའ་གི་སློབ་གྲྭ་དེ་ཚོ་གི་ནང་ལ་བོད་ཡིག་བོད་སྐད་ཀྱི་ཁོར་ཡིག་ཅིག་མེད་པ་ད་གསལ་བོ་དག་པོ་རེད་ད་གང་ལྟར་བོད་ཡིག་བོད་སྐད་ཧ་ལམ་དེའི་ནང་ནས་བཤད་ན་ཉེས་བ་ཆགས་གི་མེད་ན་ད་དེ་འདྲས་ཅིག་རེད། དེ་ཡིན་པ་སོང་ཙང་ད་ད་འདའ་གི་རྒྱ་ནག་གཞུང་གི་དེའི་དེང་སང་གི Boarding School གི་ཉམས་མྱོང་དེ་དེ་རེད་ད་དེ་མ་གཏོགས་ད་འདའ

ད་ཞང་འབྲོག་མང་ཚོགས་ཀྱི་ས་ཁུལ་ཙམ་མ་ཡིན་པའི་མཐའ་ན་ད་རྫོང་ཐོག་ཡན་ཆད་པོ་ལ་ད་ཚོར་ལྟ་ཅི་ཡག་པོའི་ནང་དེ་ཁྱབ་བསྡད་ཡོད་རེད་ད་དེ་ཡིན་པ་སོང་ཙང་རྒྱ་ནག་གཞུང་གི་སྲིད་བྱུས་དེ་ལམ་འགྲོ་བགྱིད་ཀྱི་ཡོད་རེད་མིན་པར་ད་གོ་ལོ་ནི་ཟིམ་གྱི་ད་དེའི་ལག་ཆ་ཡོད་ལ་མེད་ལ་ཅིག་རེད་བ་རྒྱ་ནག་གཞུང་གི་དེ་སྤྱིར་བཏང་དེ་དེ་རེད་ད་ཨ་ནི་དེ་ཡིན་པ་སོང་ཙང་ད་ད་ལྟ་སྐབས་ལ་ད་དེ་ལ་ཅིག། བདེ་ཆེན་གྱི་ཁར་རྩང་གི་དུས་ཚོགས་འདུ་དེ་འདྲའི་ཞིག་གི་ཐོག་ནས་བཤད་པ་དེ་གི། རྒྱ་ནག་གཞུང་གི་སྲིད་སྤྱི་དེ་དཀར་པོ་ཆགས་འགྲོ་ཡ་དང་ལ་དྭགས་འགྲོ་ཡ་དང་དེ་ནས་ཕྱི་ལོག་གི་མི་དེ་ཚོ་གི་དཀར་ནག་དཀར་ས་ད་གོ་ལྡོག་གི་བསམ་ཚུལ་སྤེལ་ཐུབ་ཡ་དེ་འདྲའི་མ་རེད། ད་བོད་པ་ཚོ་ར་ཧ་ལམ་དེའི་ཐོག་ལ་ད་མགོ་འཐོམ་མདོག་ཁ་བོ་མ་རེད་ག་རེ་ན་དེ་དེ་མིའི་རིགས་ལ་ད་འདའ་གི་བོགས་རིན་སྐོར་དེ་རྒྱ་ནག་གི་སྤྱིར་བཏང་འདའ་གི་ག་རེ་བྱས་ཡོད་མེད་དེ་མིའི་རིགས་ལ་གསལ་བོ་ཡོད་རེད།

འདི་འདྲའི་ཅིག་ཤེས་གནས་ཀྱི་མི་གཅིག་གོ་གོ་རེད་ནི། མོ་ཏག་ཏག་དེ་ཁ་ཐུག་རྒྱབ་ནས་ཅིག་ད་ད་ད་ངས་བཤད་རེད་ད་དེ་འདྲས་བྱས་ནས་ཅིག་ཅིག་ཤེས་འདོད་མ་གཏོགས། འདིའི་ཕྱི་ལོགས་ནས་ཅིག་རྒྱ་ནག་གཞུང་གི་ཤེས་ཡོན་གྱི་སྲིད་ཇུས་དེ་ཚོ་འཛིན་ན་མི་འདུག་ད་ད་ད་གི་དབང་སྒྱུར་གྱི་སྲིད་ཇུས་དེ་དག་འབུལ་བྱས་ནས་རྒྱ་ནག་གཞུང་གི་ནས་དཀར་པོ་ཆགས་འགྲོ་ཡ་མ་རེད་ད་ཡིན་ན་རེ་འདིའི་ཐོག་ནས་ག་རེ་རེད་ཟེར་ན། ང་ཚོ་བོད་པ་གི་ནང་ནས་འདི་འདྲས་ཅིག་བྱུང་གི་ཡོད་པ་གི་བདེ་ཆེན་ནང་བཞིན་གྱི་མི་འདི་ཚོ་གཡོ་འོག་ག་ཚིག་རྒྱུག་ཅིག་བར་བ་ད་ང་ཚོ་ཧ་གོ་དགོས་ཡ་དེ་འདི་རེད། ཨེའོ་བ་ཚེ་དགོས་ཡག་གི་རྒྱུ་མཚན་གཙོ་བོ་ག་རེད་ན་བོད་ནང་གི་མི་དེ་ཚོ་སྐྱོ་བོ་རེད་ཤག་ཤེས་ཡོན་འདྲ་དེའི་ཐོག་ནས་དེ་ཚོ་ལ་རོགས་པ་ཅིག་བྱེད་དགོས་གི་འདུག་བསམ་ཡག་གི་ཀུན་སློང་རྣམ་པར་དག་པ་ཡིན་སའི་དེ་འདྲས་ཅིག་ཁྱེད་ནས་སོང་རྒྱ་མིའི་ལག་པ་ལ་མགོ་བཞག་བཞག་ནས་སྒང་ལ་ད་ཡོང་རྒྱུ་འདི་མ་ཤེས་མེད་པ་དེ་ད་དེའི་ཐོག་ནས་ཨང་དང་པོ་དེ་ད་མགོ་སྐོར་ཐེབས་ས་ངས་ད་ད་སྒང་ནས་བྱིན་པ་ནང་བཞིན་དེ་ནས་མགོ་སྐོར་ཐེབས་ཡོད་རེད་ཡར་རྒྱས་བཏང་ས་ཡོད་མ་རེད་ཡོད་ན་ད་ཨ་ནས་ང་ཚོ་སྐད་རྒྱབ་དགོས་གི་མ་རེད་བ།

དུ་བདེ་ཆེན་ཙམ་མ་རྟ་ངས་ད་ལྟ་གང་ནས་བཤད་པ་ནང་བཞིན་དེའི་ནུབ་ཕྱོགས་ཀྱི་ཚོང་པ་དེ་ཚོ་ལ་རྒྱ་ནག་ན་མ་རྩ་བཙུགས་ཡོད་ནི་དེ་ཚོ་གི་རྒྱ་མིའི་འདོད་པ་ལྟར་ཅིག་བཤད་དགོས་དགོས་རེད་ལོ་རྟག་པར་དེ་འདྲའི་ཁྲིད་ནས་ཅིག་བརྒྱུད་ལམ་ཁག་བཤད་བྱེད་དགོས་རེད་ད་དེའི་ནང་གི་བདེ་ཆེན་འདྲ་གཅིག་རེད་དེ་རེད་ད་དེ་ནས་ང་ཚོས་ད་འདས་དང། གོ་སྐབས་འདས་དང་བསྟུན་ནས་ཅིག་ང་ཚོས་ཕྱི་ལོག་གི་མི་དེ་ཚོ་གི་ཧ་གོ་དགོས་བྱས་པར་བ་ད་ངས་ད་ལྟ་གང་ནས་བཤད་པ་ན་བོད་ནང་ལ་རོགས་པ་ཅིག་ས་ཚིགས་ཡོག་མར་ད་རོགས་པ་གཅིག་ཅིག་ན་ད་ང་ཚོ་བསམ་བློ་ཆགས་ནས་བོད་ཀྱི་ཨ་ནི་ས་ཐོག་གི་དབང་སྒྱུར་པ་དེ་ཚོ་བཙན་འཛུལ་པ་དེ་ཚོ་ཕར་ར་བི་བི་མ་ཐུབ་ན་རེད་དེ་བི་ཡ་གི་ང་ཚོ་ཀུན་སློང་དེ་ཁེགས་དགོས་ཡ་དང་ཨ་ནི་ད་བོད་ནང་ལ་ན་ཡིམ་དམག་འཁྲུག་ད་ང་ཚོ་ད་བཤད་བསྡད་ཡོད་ད་རྒྱ་ནག་གཞུང་གི་སྡུག་རི་ངན་ཚིག་གཅིག་གོ་དེ་འདྲའི་གི་སྐབས་ལ་གཅིག་བྲོས་འགྲོ་ས་དང་ད་དེ་ཚོའི་གི་ཕྱོགས་ལ་བོད་ནང་ལ་ཅིག་བྱེད་ཐུབ་གི་ཡོད་མེད་དེ་རེད། ད་མ་གཏོགས་གཞན་པ་གི་ཐོག་ལ་ང་ཚོ་སྣང་བ་རྟགས་འགྱུར་གི་ལས་ཀ་འདི་འདྲའི་བྱེད་རྒྱུ་བ་མ་རེད་སྲིད་ད། དེ་འདྲ་བོ་ད་དེ་རིང་གི་འདའི་སྟངས་བརྒྱུད་ནས་ང་ཚོ་བཤད་དགོས་ཡ་གི་རྒྱུ་མཚན་གལ་ཆེ་ཤོས་དེ་རེད་བསམ་གི་འདུག་ད་གི་ད། ད་ང་ཚོ་ད་ལྟ་བཤད་ཡོང་ནི་གང་ལ་འདི་རེད། ད་རིག་གི་རྒྱ་ནག་གཞུང་གི་བདེ་ཆེན་ཁྲི་འགྲོ་ནས་ཀྱི་བཤད་བཅུག་གནས་གི་དེ་ཟུག་གི་ད་རྒྱབ་ལོག་གི་དེ་ཨ་ནེ་དེ་ཡོ་ལ་བ་ད post དེ་ཁྱབ་བསྒྲགས་དེ་ངོ་ལ་བྲིས་འདུག

ངའི་ཁར་ཚང་དེ་འདྲའི་གི་ཨ་ནི། ད་འདིའི་གནད་དོན་འདི་བྱུང་ནས་ཀྱི་ནི་ངས་ཞིབ་ལྟ་འདྲ་བོ་ཅིག་བྱས་ཡིན་དེའི་སྐོར་ལ་ཅིག་བྱས་ནས་ཀྱི་ཡ་མ་ཨ་ནི། ཤིན་ཅང་གི་མི་དེ་འདྲའི་ཡོད་ན་ཐང་བསམ་སོང་དེ་ཅིག་ནི་ཀྱི་ནི། ཁྱོད་རང་ཚོ་གི་ཤིན་ཅང་གི་མི་ལ། ང་གྲོགས་པོ་ཅིག་ལ་སྐད་ཆ་དྲིས་ཡིན་དེ་ཁྱེད་ཚོའི་ནང་ནས་དེ་འདྲའི་བཤད་ཉེས་བྱུང་སོང་བས་ང་ཚོ་བོད་པ་གི་ནང་ནས་དེ་འདྲའི་ཅིག་ད་ལྟ་བོད་མོ་ཅིག་གི་དེ་འདྲའི་བཤད་ནས་ཀྱི་ཡ་ཅག་ཅིག་གི་ད། བཙན་བྱོལ་སྤྱི་ཚོགས་ནང་ལབ་ཀྱི་ལོང་ཀྱི་ལོང་པ་གང་བཟོ་བྱ། ལ་ཡིན་པ་ཁོ་རང་གི་འོ་དེ་འདྲས་ཅུང་ཡོད་མ་རེད་ཁོ་བོད་ནང་ནས་ཁྲིད་ཡོང་རྒྱུ་རེད་བས་ས་མ་རེད་ངས་བཙན་ཤུལ་ནང་ནས་འཚར་ལོངས་བྱུང་རྒྱུ་རེད་ནའོ་དེ་ནས་ཁོས་ཧང་འདྲ་བོ་ཞིག་བསང་གི་འདུག་ཡ་རྫོ་བ་ལ་ས་རེད་བ་ཚིག་དེ་རྫོ་སྤུ་ཟེར་ཡ་ཆུ་ར་ཚིག་ད་རང་བེད་སྤྱོད་གཏང་གི་འདུག་བ་རེད་ད་ངོ་ནས་བཤད་ལེ་ཡོང་ན་ད་སྐད་ཆ་འདི་ཟུ་བྲིས་འདུག།

འདིས་མི་རིགས་གཞན་པ་སོག་པོ་དང་ཤིན་ཅང་གི་མི་རིགས་ནང་ན་ཕྱི་ལོགས་ནས་འཚར་ལོངས་བྱུང་རྒྱུ་ནང་ན་སྐད་ཆ་འདུག་བཤད་ནི་ཡོད་མ་རྟ་བསྟན་པ་སོང་ཙང་ང་རང་ཚོའི་ནང་ན་ད་འདི་བྱུང་གོ་རེད་ང་རང་ཚོའི་ནང་ནས་འདི་བྱུང་བ་མ་ཟད་ད་ལྟ་ཁ་ས་ར་འཁོར་ནས་ཀྱི་ཨ་ད་ཁྱེད་དང་རིག་གཞུང་སྲུང་སྐྱོབ་བྱས་ན་ད་ཞེའུ་རེད་ཟེར་ཞོར་ར་ཁྱེད་དང་རིག་གཞུང་ར་ཞེའུ་ཅིག་རེད་ཡིན་ན་ཁྱེད་དང་རིག་གཞུང་ལས་གལ་ཆེ་བ་དེ་མི་རིགས་ཀྱི་ལར་རྒྱ་རབས་ལ་སོག་དེར་ད་མི་རིགས་ཀྱི་ལར་རྒྱ་རབས་ལ་སོག་ཟེར་ཡ་དེ།

ང་ཚོ་བཙན་བྱོལ་ནང་ནས་མགོ་འཁྱག་ཟིག་བྱས་ནས་ཕྱི་སྲིད་གཉིས་ཀྱི་བླ་ན་མེད་པའི་དབུ་ཁྲིད་རིགས་ཀྱིས་སྐད་ཆ་འདི་འདྲའི་རྐྱང་རྐྱང་བཤད་ནས་ཇི་ལྟར་བལྟ་འགྲོ་ཡོད་རེད་དེ་ཡིན་པ་སོང་ཙང་དེ་ཁག་མེད་པ་གི་ཕྱོགས་གཅིག་དེ་རེད། ད་དེ་ནས་ད་རྒྱ་ནག་གཞུང་གི་སྤྱིར་བཏང་ལས་སྟངས་དེའི་ཐོག་ལ་ང་ཚོ་ད་ཆ་ཚང་གི་ཧ་གོ་ཚར་ད་དེའི་སྐོར་ལ་ཅང་བཤད་དགོས་ཀི་ཡོད་མ་རེད་རྒྱ་ནག་གཞུང་གི་ད་ལྟ་གི་དྲིལ་བསྒྲགས་དེ་ཚོ་གྱིས་ཡིག་ཐོག་བདེ་ཆེན་གི་བཤད་བཤད་རྒྱུ་དེ་ད་རྒྱ་ནག་གི་གཅིག་བརྒྱུད་ལམ་ཉག་གི་ཉོག་གི་ནང་ལ་ད་ཞུ་དོན་བཤད་ད་ད་འདི་བོད་པ་ཚོ་གི་སྐྱག་རྫིན་བཤད་ཀི་ཡོད་རེད་ཕྱི་ལོག་གི་བོད་པ་ཚོ་གི། དེ་ད་ནི་བོད་ཀྱི་གཞས་མ་ནི་ད་པེ་རྩོམ་པ་པོ་ད་དེ་འདྲའི་མང་པོ་བྲིས་བྱས་འོ་ད་དེ་འདྲའི་གི་ནི་རྒྱུས་ཡོད་པའི་ཐོག་ནས་ད་ནི་གུང་ཁྲན་ཏང་གི་སྲིད་སྤྱིའི་འགྲིག་བྱ་ལབ་ནི་ཅི་ད་དེ་འདྲའི་གི་མཆན་འདྲ་དེ་མང་པོ་དེ་ཚོ་ལྟ་རྒྱུ་བ་མ་ད་དེ་འདྲའི་མང་པོ་ཅིག་བྲིས་བྱས་ཡིན་ན་རྒྱ་ནག་གཞུང་གི་མི་གིས་དེ་རེད་སྐད་ཆ་འདི་འདྲའི་བཤད་ནི་ཅི་ནུབ་ཕྱོགས་གི་མིའི་མགོ་སྐོར་བཏང་ཐུབ་གི་རེད་བསམ་ཡ་དང་ཁོ་རང་ཚོའི་སྲིད་སྤྱི་དེ་དག་འབུད་བྱེད་ཡ་གི་དེ་མི་གིས་ཅིག་མ་རེད

དེ་མ་གཏོགས་རྒྱ་ནག་གི་ཁོ་རང་ཚོ་རྒྱ་ནག་ཁོ་རང་ཚོ་གི་ད་ཅའོ་ཡིས་ཧྥ་ལ་ཡ་ཅིག་ཡོར་བ་རྒྱ་ནག་གི་དེའི་ཤེས་ཡོན་གི་དེའི་རྩ་ཁྲིམས་འདྲ་བོ་ད་དེའི་ཁྲིམས་གི་ནང་ན་ག་རེ་ཡོར་ནི། ཕ་མ་ར་བུ་གུ་གི་བར་གི་འབྲེལ་བ་དེ་བཤད་ཡོར། ཕ་མ་གི་བུ་གུ་གི་ལུས་སེམས་གཉིས་ཆ་གི་བདེ་འཇགས་ལ་འགན་འཁེལ་དགོས་ཡོར་ཟིག་ལུས་སེམས་གཉིས་ཆ་གི་བདེ་འཇགས་ལ། ཨ། ལུས་སེམས་གཉིས་ཆ་འཚར་ལོངས་བྱུང་ཡ་གི་བུ་གུ་གཅིག་གི་ལུས་སེམས་གཉིས་ཆ་བདེ་བདེ་ཐང་གི་ངང་ནས་འཚར་ལོངས་བྱུང། ཅུང་གཅིག་ཡག་གི་ནི་ཕ་མ་ལ་འགན་དེ་ཡོད་རེད་དེ་མ་བུ་གུ་ལ་སློབ་སྦྱོང་སྤྲད་ཡ་ལུས་སེམས་གཉིས་ཆ་གི་བདེ་ཐང་ལ་འགན་འཁྱེར་ཡ་ཨང་ད་ད་ག་ནང་བཞིན་གི་ད་བུ་གུ་ཚིག་ནི་སྤྱི་ཚོགས་ནང་ནས་ད་རྒྱུན་ལྡན་གི་འཚར་ལོངས་བྱུང་བཅུག་ཡ་དེ་རེད་དེ་གཅིག་ནི་གང་ལ་ཕ་མ་གི་ནི་བུ་གུ་གི་འགན་དེ་གར་ན་ནི་ཁོ་ཚོ་དུས་སུ་ཆེན་པོ་ཆགས་ཡོང་ནི་གང་ལ་རྗེས་མ་ཕ་མ་ལ་ལྟ་སྐྱོང་བྱེད་ཡ་ཕ་མ་ལ་བྱམས་སྐྱོང་བྱེད་ཡ་ཉོ་སྐྱོང་བྱེད་ཡ་ད་དེ་བུ་གུ་གི་འགན་ཡིན་ཟེར་ཕ་མ་རྒྱ་ནག་གི་ཤེས་ཡོན་གི་སློབ་གསོའི་ནང་ལ་དེ་རྩ་ཁྲིམས་གི་ནང་ལ་དེ་ཡོད་རེད་ད།

བདེ་ཐང་ལ། བུ་གུ་གི་ལུས་སེམས་ཀྱི་བདེ་ཐང་བསལ་ཏེ་ཕ་མ་གི་བྱམས་སྐྱོང་ར་གཉོར་སྐྱོང་ར་ཕ་མ་གི་ལྟ་སྐྱོང་འོག་ནས་འཚར་ལོངས་བྱུང་དགོས་རེད་དེ་གཅིག་ནས་གང་ལ་དེ་རྒྱ་ནག་གོ་རང་ཚོ་གི་ཁྲིམས་འགལ་རེད་དེ་ཡིན་པ་སོང་ཙང་རྒྱ་ནག་གི་སྲིད་སྤྱི་འདི་ལས་གནས་གི་མི་དེ་ཚོ་གི་ཁོ་རང་ཚོའི་ལས་ཀ་ཡག་པོ་བྱེད་གི་མིན་པ་ཀུན་སློང་ཡག་པོ་མེད་པ་དེ་ཁོ་རང་ཚོ་ཧ་གོ་རེད་ད་མགོ་སྐོར་བཏང་ས་དེ་རེད་ནུབ་ཕྱོགས་གི་སྤྱི་ཚོགས་མགོ་སྐོར་ཐེབས་འགྲོ་ཙམ་གོ་མ་རེད་དྲི་བ། ད་ཁ་རྐྱང་པོའི་དུ་མ་ར་ཅིག་གཉའ་གཟུགས་བྱ་ཡག་གི་ཆེད་དུ་རྒྱ་ནག་ནང་ལ་ཅིག་གཏན་འཁེལ་བྱེད་དགོས་རེད་ཡིན་ན་ད་དེ་དེས་རྒྱ་ནག་གི་སྲིད་སྤྱི་དང་རྒྱ་ནག་གི་སྲིད་སྤྱི་ཕྱི་ལོག་ལ་དྲིལ་བསྒྲགས་བྱེད་རྒྱུ་དེ་གི་བདེ་ཆེན་གི་འདི་གི་པད་དུ་ནི་ག་རེ་སོག་པོར་ད་ཅིག་གོ་བ་ལོག་འགྲོ་ཡ་དེ་འདྲས་སུ་སྐྱེ་མ་རེད་ད་ཡིན་ན་འདྲས་ཉེན་ཁ་ཅིག་ཡོད་རེད་ད།

ནུབ་ཕྱོགས་ཀྱི་གོ་བརྡ་ལོགས་ཀ་འཕྲོད་མིན་དུ་མ་ལྟ་དེ་ཡིན་པ་སོང་ཙང་འདིའི་ཐོག་ནས་ང་ཚོས་ཕྱི་ལོགས་ནས་བསམ་བློ་གཏོང་དགོས་ཡ་བོད་པ་གི་སྤྱི་ཚོགས་ནང་ལ་འདི་འདྲའི་ཐོག་ན་བོད་པ་གཙོ་གི་ད་གདོང་གཉིས་ཆགས་ཀྱི་ཡོད་རེད་གཙོ་པོ་ཆགས་སྐོར་ད་ལྟ་གི་ང་དེ་ཤར་ཏུར་ཀི་སི་ཐན་གི་མི་དེ་ཤེས་ར་ཨ་རུ་གཙོ་བ་ལ་ཟེར་ད་ངོ་ནས་གཙོ་པོ་ཆགས་སྐོར་ཡ་བོད་པ་གི་སྤྱི་ཚོགས་ཟིག་གཙོ་པོ་ཆགས་སྐོར་རེད་དེ་རེད་ཡིན་ན་ངས་ད་ལྟ་གང་ནས་བཤད་དེ་སྤྱི་ཚོགས་ཁ་ཡོད་མ་རེད་དང་པོ་ནས། སྐུ་ལྷུང་གཙང་མ་འདྲ་བོ་ཅིག་ཁྱེད་ནི་བོད་ནང་ཧ་རུག་པ་ཅིག་གི་འགྲོ་གི་ཡིན་ཟེར་ཅིག་བཤད་དེ་རེད་ང་ཚོ་ངའི་ད་ལྟ་གང་ནས་བཤད་བཙན་བྱོལ་སྤྱི་ཚོགས་ནང་དེ་འདྲའི་བཤད་ནི་མང་པོ་ཡོད་རེད། ཆབ་སྲིད་དང་འབྲེལ་བ་མེད་རྒྱུ་ཡར་རྒྱས་བཏང་ན་ད་བོད་ནང་ན་ཡར་རྒྱས་འགྲོ་ས་གི་ལམ་ཁ་འདུག་ད་སྤྱི་ཚོགས་ཡར་རྒྱས་འགྲོ་ས་གི་ལམ་ཁ་འདུག་ཨེ་ད་ད། ཡར་རྒྱས་འགྲོ་ས་གི་ལམ་ཁ་དེ་འགྲོ་ན་ཡར་རྒྱས་བཏང་གི་འགྲོ་ན་ད་བདེ་ཆེན་གི་སྒང་ལ་ཡོང་ཡ་འདི་ཡོང་གི་རེད།

ད་བོད་ནང་ལ་རྒྱ་ནག་གཞུང་གི་ད་དུང་ཁྲག་བཅོམ་གསུམ་བྱས་ནས་ཀྱི་བོད་པ་བཟོ་དེ་བྱས་འདོག་པའི་ཁ་ཐིག་ལ་རྒྱ་མིའི་ནང་ནར་སེམས་བཟང་རེ་གཉིས་ཡོད་ར་བ་ད་ཅིག་དཀར་ནག་གི་གོ་བ་ལོ་ལོ་ནས་དེ་འདྲས་ནས་རྒྱ་ནག་གཞུང་གི་སྤྱིར་བཏང་དེ་འགྲིག་མི་འདུག་ཟེར་བོད་པ་གི་སྤྱི་ཚོགས་ནང་བཟོ་ཅིག་སླེབས་བོད་པ་གི་ངོ་རྒོལ་བྱེད་ས་བཟོ་ཅིག་ཡོང་ད་བོད་མོ་ཟིག་དེ་ཅེར་དེ་ཤི་ནི་དབང་ཡིན་བསམ་སོང་ཕ་ཡུལ་དུ་ཕ་ར་བྲེ་ཆང་ཡིན་ན་ཅིག་གི་རེད་དེ་བོད་མོ་ཅིག་བྱུང་སོང་ང་སྐབས་དེ་རིག་གང་ལ་དེ་དོར་སྣང་ཡོད་ནས་ཟེར་ཧ་གོ་ཡོད་རེད་ད་བོད་མོ་དེ་ཨ་ནི། ཕ་མ་མ་སླེབས་གོང་ནས་བཟུང་སྟེ་ད་རྒྱ་ནག་ནང་སྲིད་སྐྱ་ནི་ཁང་དུ་ཡོད་ར་དེའི་ག་ནི་ས་གནས་ས་ཐོག་གི་མོ་རང་གི་བུ་ལ་ཕ་མ་ཡོད་ས་དེ་བཤད་ཕ་མ་ཕ་ཁྱེར་ནང་ནས་ད་གྲོང་པ་ཁོ་རང་ནས་བསྡད་མ་ཐུབ་པ་མ་བི་ཨ་ནི་ད་རྒྱ་བཙོང་པ་དང་མི་རིགས་ཀྱི་བུ་ལབ་བཙོང་ནས་རེད་ལབ་ནས་ཅི་ད་པད་དུ་ཁང་པ་གི་གི་ཐོག་རུ་ཐོག་ཨར་རྡོ་ཡི་གི་ཡ་དང་ད་ཞིའུ་ཨ་ནི་གི་ཐོག་ལ་ད་ཁྲམ་ཁ་གི་ཡ་དང་འདྲ་མི་འདྲ་བྱས་ནས་བུ་མོ་དེ་ལ་རྒྱ་བཙོང་པ་རེད་ད་ཅིག་ཅིག་ཞིའུ་ཅིག་ལབ་པ་རེད། དེའི་རྐྱེན་ནི་ཅིག་ད་དེའི་དཔལ་དུ་མི་ཚང་དུ་ཁོ་རང་ལ་ད་དཀའ་ངལ་ཞེ་བོ་བཟོ་བ་རེད། དེ་ཡིན་པ་སོང་སོང་ད་དུ་ནང་བཞིན་གྱི་བདེ་ཆེན་གྱི་ནི་རྒྱ་མི་ཡག་པོ་རེད་ལབ་བྱས་ན་ཞི་ལོག་གི་བོད་པ་ཟོ་གི་དུ་བྱེད་གི་ཡོད་ཁྱེར་བསམ་དུ་ཡོད་རེད་བ། ཡིན་ནམ། ཞི་ལོག་གི་བོད་པ་ཟོ་གི། སྤྱིར་བཏང་བོད་པ་སྤྱི་ཚོགས་འདི་བོད་པ་གི་ཐོག་ལ་ཅིག་ངར་ཁ་འདྲ་བོ་བྱེད་ཁ་བྱེད་གི་རེད། ཡིན་ན་ར། རྒྱ་མི་གི་སྲིད་སྤྱི་ཡག་པོ་རེད་ལབ་ནི་ཐོག་ལ་བོད་པ་ཁྱོད་ཡོང་ནི་ངར་མི་ཡོང། ད་རེས་གི་གཉིས་གཟིགས་རེད་མ་གཏོགས། ག་རེ་རེད་ན་ང་ཚོ་མཛའ་གཙོ་རྣམ་པ་གི་དེ་འདྲའི་རྐྱང་རྐྱང་ཟིག་ལབ་བསྡད་ཡོད་རེད་བ་དེ་ཡིན་པ་སོང་ཙང་དེ་ང་ཚོ་ཨམ་ཅོག་ནང་གོམས་བསྡད་ཡོད་རེད། ཁྱད་པར་དུ་དབུ་མའི་ལམ་གི་རྒྱལ་སྲས་བཟོ་ཚོ་ནང་ན་ཁོ་རང་ཚོ་གི་མཐའ་མཇུག་གི་འགྲོ་ས་དེ་འདི་རེད་བ་ད། དེ་ཡིན་པ་སོང་ཙང་དེ། བདེ་ཆེན་ན་ཅིག་ཞེ་དྲག་གི་དཀའ་ངལ་དེ་འདྲས་ཅུང་མི་ཡོང་བསམ་གི་འདུག་ད་ཡིན་ན་སྐད་ཆ་དེ་གི་ནས་རྒྱ་ནག་གི་ངོ་ཅིག་ཟིན་ཡོད་ན་དེ་དང་གོ་སྐབས་དེ་དེ་ནས་ཅིག། ད། དགོངས་དག་ཞུ་ཡ་དེ་རེད་ཅིང་ཞེ་དྲག་རྔམ་དགོས་མ་རེད་ད་འདི་སྤྱི་ཚོགས་གི་སྣང་ཚུལ་ཟིག་རེད་བ་ལས་ཀ་རྫོབ་པོ་ཅིག་མ་རྟོགས། མོ་རང་གི་གོ་སྐབས་ཅིག་ཡོད་ན། ད་ཡང་སྐྱིར་བོད་ནང་གཅིག་འགྲོ་རེད། རེ་བ་ཁྱོ། ཁྱེད་གར་སོང་ངོ་མ་ཞིབ་འཇུག་བྱས་ཡོད་ལབ་གོ་ད་ཞིབ་འཇུག་བྱས་ཡོད་ན་ད་ཡང་སྐྱིར་ཁྱོ་སོང་ནས་ཁྱོ་ངོ་ནས་ད་ད་གི་ས་གནས་ས་ཐོག་གི་སློབ་གྲྭ་དེ་འདྲའི་གི་ནང་ལ་འགྲོ་ནས Boarding School དེའི་ནང་ལ་འགྲོ་ནས་ཀྱི་ཁྱེད་དེའི་གི་སློབ་གྲྭ་གི་བུ་གུ་གི་གནས་སྟངས་སློབ་དེབ་དགེ་རྒན་ཚོ་གི་ག་རེ་བཤད་གི་འདུག་དེའི་ཕ་མ་དེ་ཚོ་ལ་སྐད་ཆ་ཅིག་བཤད་ནས་ནི་ཁྱོ་རང་མ་ཡིན་པའི་ནི་རང་དབང་གི་གསར་འགོད་པ་ར་ཉམས་ཞིབ་པ་ར་དེ་ཚོ་ཁྲིད་ཐུབ་གི་འདུག་ཨ་ནི་ཅིག་ལྟ་ནས་ངོ་ནས་དྲང་ནས་ཁྱེད་དེའི་སྐོར་ལ་སྙན་ཐོ་ཅིག་དོན་འགྲེལ།

བསམ་བློ་བཏང་ཤོག་ལས་ཀ་བྱེད་སྟངས་མང་པོ་ཅིག་ད་ད་ང་ཚོ་ཉག་ཉོག་ཧྲིལ་ནས་ཅིག་ད་འདུག་སྲིད་ཡོང་སྐོར་ད་དཀར་ནག་བསྐོ་ལྡོག་ནས་འགྲོ་སྐོར་དེ་འདྲའི་གི་ནང་ལ་དེ་བཞིན་ནང་བཞིན་མང་པོ་ཐོན་གྱི་རེད་ད་རེད་བ་ད་ད་རིས་གི་ཚད་འདི་ནས་ཚད་འདྲ་བོ་ཅིག་ཟིན་མ་ཐུབ་ན་དེ་འབའ་སང་ཙང་དེ་ཕྱིན་གི་ན་དོན་འདིའི་ཐོག་ནས་ངས་ཤེས་བཤད་དགོས་ཡ་གི་རྒྱུ་མཚན་ཞིག་དེ་ད་དེ་འབའ་སང་ཙང། རྗེས་མ་ང་ཚོ་ལོག་པི་འདྲ་བོ་ཅིག་གི་ཞེ་ལོག་ར་ཤོ་ཡ་ཅིག་གཏུག་བཤེར་འདྲ་བོ་ཅིག་ཁ་ཅིག་དེའི་རྩིབ་ནས་ཡང་དེ་ཕྱིན་ཅིག་ལངས་ཡོང་ནས་ཅིག་འོ་ད་སྐྱག་རྫུན་འདི་ད་བོད་ནང་བལ་ཡར་གྱི་ནང་བཤའ་བར་ཚེ་ཡང་བོད་པ་ཅིག་གི་དེ་འདྲའི་ཤེས་དེ་ལས་ད་རྒྱ་ནག་གཞུང་གི་ཁྲིད་ཡོང་རྒྱུ་བོད་ནང་ཡིན་ན་ད་ད་ང་ཚོ་ད་གཅིག understand བྱས་ཆོག་ད་ང་ཚོ་རང་དབང་དང་དམངས་གཙོ་གི་ཁོར་ཡིག་ནང་ནས་འཚར་ལོངས་བྱུང་རྒྱུ་གི་མིག་གི་ད་དེ་འདྲའི་བཤད་ཡ་གི་འགོ་བཙུགས་ན། རྒྱལ་སྲིད་རྣམ་པ་ཚོ་གི་རྒྱབ་ལོག་ན་རྐུན་མ་བཏང་གི་ཡོད་སྲིད། འོ་ད་དེ་གཅིག་འདི་གཅིག་དེ་འདྲའི་བཤད་ཡ་གི་འགོ་བཙུགས་ན་དེ་ནས་ཁག་པོ་རེད་ཡ། ང་ཚོ་མི་རིགས་འདི་ཁག་པོ་རེད་ངས་ད་འདི་བཤད་ང་ངོ་དེ་ཚ་གི་འདུག་ད། གནད་དོན་འདི་བོད་པ་བཅས་མ་རེད་རྒྱ་ནག་ནང་གི་གྲངས་ཉུང་མི་རིགས་ཀྱི་སྲིད་སྤྱིའི་ཆ་ཚང་ལ་ད་ཁྱབ་པའི་ཅིག་གོ་རང་ཚོ་གི་དྲིལ་བསྒྲགས་དེ་ཅིག་གོ་དེའི་ནང་ལ་བོད་པ་ཅིག་གི་ངོ་གདོང་བསྟན་ནས་ཅིག་བཤད་པ་དེ་མི་རིགས་གཞན་པ་ཚོ་ར་ངོ་ཚ་ཡ་རེད་འགྲོ་བ་དེ་འདྲའི་འདྲ་བོ་ཅིག་རེད་དེ་འབའ་སོང་སོང་ད་ཡིན་ན་འདི་ནས་ཚད་ཅིག་ཟིན་ཐུབ་ན་ང་ཚོ་ང་རང་ཚོ་གི་བསམ་བློ་ཅིག་དང་བདེ་ཆེན་གི་གནད་དོན་དེ་ར་ཡིན་ན་ད་ཅིག་འཇིགས་སྐུལ་བྱེད་ཡ་ཟེར་ཡ་འདྲ་བོ་དང་ཅིག་ཡོ་ར་བ་ད་དེ་ཚོའི་རིགས་དེ་ཅང་བྱེད་གི་ཡོད་པ་ངས་གོ་མ་མྱོང་ད་དེ་ཡོ་ན་དཔེ་དེ་སྐྱ་རེད་ད།

རང་ནི་སྙིང་ལ་བརྣག་པའི་འདོད་པའི་དོན་ཟེར་བ་དེ་ཡིན་པ་སོང་ཙང་ད་བོད་པ་སྤྱི་ཚོགས་ནང་ནས་བྱེད་སྒྲ་ངས་ངར་མི་ཡོང་བསམ་གི་འདུག་ཨ་ནི་དེ་ངར་ཡག་གི་རིན་ཐང་ཙི་གེ་ཡོད་མ་རེད། ཅིག་སེམས་ཁམས་ཐོག་ནས་ང་ཚོ་གཅིག་གི་གཅིག་ལ་ཅིག་ཁ་རྡུང་ཤི་བོ་དང་ཁ་ཆེ་རེད་ད་འདི་ན་ཡོང་ཡག་ཟི་གི་ཡོད་མ་རེད་ད་ག་གལ་ཆེ་ཤོས་དེ་ག་རེད་ན་སེམས་པ་ལྷོད་ལ་བབས་ནས་བསམ་བློ་ཅིག་བཏང་ཡས་ད་ད་གོ་སྐབས་དེ་རེད་ད།

ཚུར་ཤོག་གི་སློབ་གསོ་ད་ལྟ་བར་དུ་དེ་འདྲའི་ཞིག་གི་འོག་ནས་འགྲོ་བསྡད་རེད་ད་ཁག་ཟིག་གི་ཡོད་མ་རེད་ད་ཡིན་ན་རེད་ད་རིས་སོ་སོ་གི་འཐོབ་ཅིག་སང་ན་ན་ཚུན་འདི་འདྲའི་གི་ཐོག་ནས་འོ་ད་དེ་འདྲའི་འདྲ་བོ་ཞིག་ཡིན་ཡ་ཡ།